ལུང་གཡོ་རྒན་འདི་གིས་ཟིན་ན་ཉི་མ་ཉིན་འགོར་ཧ། ཡིན་ན་ཁོ་གཉིས་ལ་འཇུག་ལ་ཕན་ཡོན་འདི་ཆེ་ཆུང་ཡོད་པ། ལུང་གཡོ་རྒན་འདི་ཕན་ཡོན་ཆེ། གནས་རྒན་འདི་ལ་ཕན་ཡོན་ཆུང། ཨོ་དུ་ཟུར་ནང་ཡ། ལུང་ཁྱོད་ཟེར་ཁ་ཆེན་པོ་ཟུར་ཆགས་ནུ། ཚོང་བའི་ཟ་ན་ད་དེ། ཤེ་ཆི་ག་ཅན་གྱིས་བཤད་མ་སོང་ལ། ཤེ་ཆི་འདིས་མ་སོང། ཨོ་ཡ།

རྣམ་པ་ཚོས་ལུང་རྒྱུན་འདི་སངས་རྒྱས་ནོ། སངས་རྒྱས་ནི་གཉིས་མ་ཐོབ་པའི་ཕྱིར་གཉིས་ཐོབ་ན་ཁྱད་ཆགས་ནོ། ཧེ། གཉིས་ཐོབ་ན་ཁྱད་ཆགས་ནོ་གཉིས་མ་ཐོབ་པས་འདི་ཅི་ཁ་ཟེར་ནོ། དེ་སྔའི་ཡུགས་སིལ་གྱི་ལ་ཉིས་བྱང་དེ་ནི་མ་ནི་དོན་དང་འདི་ཀ་ཁ་ནོ་མ་ནི་བེ་ནི་མ་ནི་དོན་ན་དོན་འབའ་ཚང་གུ་རུ་དོན་ན་དོན། ད་ཅི་དོན་ན་དོན་ཁྱེད་མི་དགའ། ཨེ། འོ་དེས་དོན་མུ་ནི་མ་མུ་ནི་སོ་སང་གི་བཅོམ་ལྡན་འདས་ཀྱི་ཚང་ང་དོན་ན་འདི་ཀ། འོ་དེ་སོང་བས། ཁ་མི་ཐུག་སོ་སོའི་རྣམ་འབྱོར་ལ་ལྐོག་ཚུལ་གྱིས་འདོད་ན་འདི་ཀི་ནོ། ཉིད་དུ་མ་ནི་མ་ནི་ཉིད་དབྱེ་ན་ནི་རླུང་གི་མཆེད་ཆགས་པ་དུ་ཟུག་ནོ། ད་དེ་ཆོས་ཡིན་ཆོས་སྤྱི་དང་སྤྱི་ཡིན་ན་ཆོས་ཤེས་མཁན་གྱི་ངོ་ནས་ཡིན་ན་བསམ་བློ་བརྒྱ་ལས་འཕུར་དགོས་ནོ། ཉན་མཁན་གྱི་མགོ་ན་བསམ་བློ་བརྒྱ་ལས་འཕུར་དགོས་ནོ། ཤེས་མཁན་གྱི་མགོ་ན་བསམ་བློ་བརྒྱ་ལས་མ་འཕུར་རིག་བྱེད་ཀྱི་རིག་ཡུལ་རོ་ཡང་ལུང་པ་གང་གྱིས་བཤད། ད་ངས་ང་རྐྱེན་བཤད་སོང་ཟེར་ཡུལ་བུ་ནི་ང་གཙོ་རེད་དང་མི་ཡོངས་ལ་བསམ་བློ་བཏང་ན་ནོར་འཁྲུལ་ནོ། ཞེས་བཤད་སྟངས་མ་འགྲིག་ཡག་པོ་ཞེས་བཤད་ལུགས་བཤད་སྟངས་འོ་དེ་ག་ན་བཞིན་དེ་རིང་གཡུར་ཡོང་དུ་ཁོས་རླུང་ཇི་སྲིད་ལས་ལངས་སོང་ཟེར་གྱི་དོ་ར་དམ་མཁན་གྱི་སྐྱིད་ནི་མི་ཡོང་བསམ་ནས་དེ་ཙམ་ཀུན་སློང་ངན་པ་བསམ་བློ་ངན་པ་ཆགས་དགོས་ཞེ་མཁན་དངོས་ན་བསམ་བློ་རྒྱ་ལ་འཁུར་དགོས་ནོ། ཉན་མཁན་དགོས་ན་དེ་ག་ན་བཞིན་བསམ་བློ་ད་བསམ་བློ་རྒྱ་ལ་འཁུར་དགོས་ནོ་བསམ་བློ་རྒྱ་ལ་འཁུར་ནོ་དགོས་ནོ་ཟེར་ནས་ད་རྒྱ་ལ་ཅི་འཁུར་དགོས་ནོ། ག་ཚོད་བསམ་བློ་བཏང་དགོས་ནོ།

དམྱལ་བར་ཤེས་བྱས་ནས་ཨི་དག་ལ་ཤེས་བྱས་ནས་ཐུན་ཕྲག་ཤེས་བྱས་ནས་བོ་དེ་བཟང་པོས་ད་ཤི་བ་ཕྱི་མ་དེ་ལུགས་ཞིག་ན་མ་མཐོང་བར་དེ་ནས་བདེན་པའི་གོ་འཕང་གཅིག་ཐོབ་པར་ཤོག་དེའི་ཕྱིར་དུ་ངས་སྐྱབས་སུ་མཆི་བསམ་ནས་ནི། འདི་ག་དེ་བསམ་བློ་བསྟན་ཡང་བསམ་བློ་ཆུང་ཚད་མ་ནི་བསམ་བློ་རྒྱ་ཆེན་པོས་བཏང་མ་ཐུབ་ཁག་ཏུ་རུང་བསམ་བློ་ཆུང་ཆུང་གཉིས་ནང་དོ། ད་དེ་ནི་དེ་ས་བསམ་བློ་སྐྱ་ཤེས་བཏང་ན་ཨོ་ད་ཞག་ཕྱི་མ་ང་ཚང་མ་ཞིག་མི་གཞི་ལ་ཤེས་འཕྲོ་མི་ཤེས་ན་དེ་ཉོག་དྲ་རླུང་པོ་བཏང་འདུག་ག་བསམ་ན་དེ་ཡོད་ཐག་ཆོད་ན་མི་འདུག་ཉོག་དྲ་འདུག་མི་ཤེས་ན་ཉོག་དྲ་མི་འདུག་འདུག་དགོས་འདུག་ཉོག་དྲ་འདུག་དཔེ་ཉོག་དྲ་འདུག་མེད་ན་ཉོག་དྲ་ཐོག་མི་འདུག་ཨོ་ཡ་མི་ཤེས་ན་ཉོག་དྲ་འདུག་ད་ཉོག་དྲ་འདུག་ཟེར་ཏེ་ཧ་ལས་དེ་ཁ་འཛིང་བ་འཛིང་དང་དེ་གཅིག་པུ་ཟེར་མ་ཧེ་མི་ཉོག་དྲ་གཅིག་པ་ཙམ་ཤེས་ག་ན་མཆིས།

འཇབ་སྟེ། འཇབ་སྟེ་འཇབ་སྟེ་འཇབ་སྟེ། ཧྲཱི། དང་པོ་ཧྲཱི་གཅིག་དཀར་པོ་སོང་དེ་ནས་གཉིས་དཀར་པོ་གསུམ། རྭ་ཅན་ཞིག་ལ་བལ་པོ་དཀར་པོ་སོང་རྭ་ཅན་ཞིག་ལ་དེའི་མེ་དཀར་དཀར་པོ་དཀར། ས་སོ་གཅིག་པི་གཉིས་པི་གསུམ་པི་བཞི་རྭ་ཅན་ཞིག་ལ་ཆ་ཚང་པི། ཡ། གཉེར་མ་གཅིག་འདི་གཉིས་འདི་གསུམ་འདི་རྭ་ཅན་ཞིག་ལ་གཉེར་མ་ཆ་ཚང་འདི།

ལྷ་ཀླུ་འབྲིང་བ་ཟེར་ནས་འགྲོ་ལ། སྐྱེས་བུ་ཟེར་ནས་སྐྱེས་བུ་འབྲིང་གི་ཞར་འགྲོ། ད་དེ་ཡང་དེ་ཚོའི་དགྲ་བཅོམ་པ་ཐོབ་འདོད་མཁན་དེ་ཚོ་ཡོད་ཀ། གུ་ཡང་སོ་སོ་སྐྱིད་པོ་བསམ་བློ་བཏང་སྟེ་སོང་ཟེར་ནོ་ཟེར་ན་སོ་སོ་སྐྱིད་པོ་སྐྱིད་པོ། སོ་སོ་སྐྱིད་པོ་བདེ་པོ། ང་རང་སྐྱིད་པོ་ཞིག་དེ་བྱུང་ན་སྙམ་པའི་བསམ་བློ་ཡིན་ནོ་དེ་བསམ་བློ་རྒྱ་ཆེན་པོ་ཞིག་མ་ནོ་ཟེར་ནོ། བཟང་པོ་བཟང་ན་ད་ཧའོ་ཟ་མ་སྐྱིད་ཆོས་གང་ཡིན་པའི་སྲིད་ནོ་ཟེར་ན། དད་པ་ཆེན་པོས་ཆོས་ཆོས་གང་ཡིན་པའི་སྲིད་ནོ།

བདུད་བཟོ་ཡིན་ན་ད་གཞན་གྱི་སྡུག་བསྔལ་དེ་ཡོང་ན་ཡང་གཞན་མ་ཚང་མ་སྡུག་བསྔལ་ཡོང་ཟེར་ང་ལྟས་ང་གཅིག་བྲེལ་ལ་བབས་ཟེར། ཨོ་ས་མོ་ཏུ་ཏུ་བཏང་ན་དེ་འགྲིག་མ་གནང་ཟེར་ནོ། གཞན་པ་ཚང་མ་སྡུག་བསྔལ་ཟེར་ན་དེ་སྡུག་བསྔལ་ཟེར་ཞེས་ཧོ་ལ་འགན་ཡོད་ལྟ་འདི་ཅི་གནང་ཟེར་ན་དེ་ནས་ཧང་ཟེར་ཚེ་འདི་ཡག་པ་ཨ་མ་གཉིས་ཟེར་ན་དཔེ་བསིལ་བ། ངའི་ཨ་ཕ་ཟུར་མོ་འདུག་ངའི་ཨ་མ་ཟུར་མོ་འདུག་ད་དཔེ་བཞག་ངའི་ཨ་ཕ་ཤི་ཅིག་འདུག་ངའི་ཨ་མ་ཤི་ཅིག་འདུག་གཞན་མ་ཅིག་ཨ་ཕ་ཤི་ན་ཤི་ཨ་མ་ཤི་ན་ཤི་ཅིག་ཆགས་ན་སོང་ཨ་རི་ན་ཡང་ལ་སྒྲུར་ན་སྒྲུར།

ཨོ་དེ་ཚངས་པའི་ཚངས་མ་དེས་མ་གཞིར་སེམས་ཅན་ཐམས་ཅད་བདེ་བ་དང་བདེ་བའི་རྒྱུ་དོན་དུ་ཨོ་དེ་ཟེར་ནས་བད་ཚིག་གི་དོན་བཏགས། དོན་གསུངས་པས་སེམས་ཅན་ཐམས་ཅད་ཀྱིས་བདེ་བ་གྲུབ་ཅིང་འགལ་འདས་ཧང་སོ་སོ་སོ་སམ་དང་ནི་རིགས་རིགས་རིགས་ལ་ཡོད་པར་ཟིན་ནོ། ད་བདེ་བ་གྲུབ་ན་མི་ཚེ་འདི་ལས་སམ་དང་ནི་སེམས་ཅན་ཐམས་ཅད་ཀྱི་བདེ་བ་གྲུབ་ཅིང་ཕག་བཞག་ཕག་ཕོར་ར་ལས་ཨ་མ་ཕོར་སོ་སོའི་ཡུལ་རྣམས་ལ་མི་བཞག་ཅིང་ནི་མི་བཞེད་བདེ་བ་དང་སུས་གྲུབ་ཐུབ་བམ།

གོ་འཕང་འདི་ཐོབ་པར་ཤོག། དེས་དེའི་ཏིང་ངེ་འཆོས་སྙིང་རྗེ་ཡོད་བསམ་བློ་བཏང་ན་འོ་ད་བསམ་བློ་ཆེ་ཤོག་དེ་ནོར་ལ་བྱང་ཆུབ་ཀྱི་སེམས་ཟིན་རོགས་ཐུགས་རྗེ་ཆེ་ཞེས་ལན་ནོར་ལེགས་ཤོག་ཡིན་ནའང་ཧའོ་ཡུས་ལ་བལྟ་ས། བསམ་བློ་དེ་བཟོ་བཅོས་བཏང་ནས་བཟོ་ལྟ་བཟོ་ནས་བསམ་བློས་བཏང་རྗེས་མ་ནི་ངོ་མ་ཅི་མ་ཅི་ཡིན་ཡོད་པ་དེ་ནི་མི་དགའ་སྟེ། བྱང་ཆུབ་སེམས་དཔའ་དེ་སེམས་དཔའ་ཀུན་ནས་རྒྱུད་ལ་བལྟས་ཐུགས་བསམ་དེ་ནམ་ཡིན་ན་ཁོ་རང་ལང་བས་སེམས་ནང་ལ་ཡོད་ཡོད་པར་ནོར། སེམས་ཅན་གྱི་སྡུག་བསྔལ་གྱི་སྣར་ཐོན་ནས་སླེབས་སམ་ཨ་ད་སྙིང་རྗེ་ཐུགས་ལ་དབང།

བདག་གིས་ཟིན་བདག་ཟིན་ལ་སོ་སོར་བརྩེ་ན། ངས་ད་གཟོད་ཚུར་པར་གཞན་ལ་བྱིན་པ་བཏང་བའི་དགེ་བ། ངས་ད་གཟོད་ཚུར་པར་ཚུལ་ཁྲིམས་སྲུང་བའི་དགེ་བ། ངས་ད་གཟོད་ཚུར་པར་རྫོགས་པར་བསྒོམ་པའི་དགེ་བ། ངས་ད་གཟོད་ཚུར་པར་དེ་ནས་བརྩོན་འགྲུས་ལ་བརྩོན་འགྲུས་བསྐྱེད་པའི་དགེ་བ། ངས་ད་གཟོད་ཚུར་པར་བསམ་གཏན་བསྒོམ་པས་ངས་ད་གཟོད་ཚུར་པར་ཤེས་རབ་བསྒོམ་པའི་དགེ་བ། འོ་ད་གཟོད་དགེ་བ་ཙམ་ཞིག་ཡོད་ན་དེ་དགེ་བ་ཚང་མ་བསྟེན་ནས་དེ་ནས་སེམས་ཅན་གྱི་ཐམས་ཅད་ཀྱི་དོན་སངས་རྒྱས་ཀྱི་གོ་འཕང་སྒྲུབ་པར་ཤོག། ཅེས་བསམ་བློ་བཏང་རྗེས་ནོར་ཡ།